ག་རེ་ཞུ་ཡ་ཡིས་ལབ་པ་ཡིན་ན། བཀའ་སློབ་སྙིང་གི་ནོར་བུ་ཕྱོགས་བསྡུས་ཅིག་འདི་ལ་ཡང་རྣམ་པ་ཚོགས་ཀྱི་ཡང་འཚོ་བ་ཨ་ནི་ག་རེ་ལས་སོང་ད་འདིའི་སྒང་ལ་ང་རང་གི་ཡང་ཨ་ནི་རྒྱ་བ་རིན་པོ་ཆེ་གིས་ཨ་ནི་ང་ཚོ་ལ་ཡང་ད་གནང་བའི་དམངས་འཚོ་ཟེར་ཡ་འདིའི་ཐོག་ལ་ཡང་ཚོར་སྣང

སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་ཡོངས་ལ་རྩ་ཁྲིམས་རིན་པོ་ཆེ་ཟིན་བྲིས་གསལ་བསྒྲགས་བསྐྱངས།
ཨ་ནི་ང་ཚོ་མ་འོངས་པའི་རྩ་ཁྲིམས་བཟོ་ཡ། རྩ་ཁྲིམས་སྙིང་དོན་ཅན་བྲི་བྱ་རྒྱལ་བའི་ནང་ལོགས་ལས་ཀྱང་རྒྱ་གར་རིན་པོ་ཆེའི་དབང་ཆ་དེ་མང་མོད། སུམ་གཉིས་ཀྱི་མང་མོས་ཀྱི་ཐོག་ནས་རྒྱ་གར་རིན་པོ་ཆེའི་དབང་ཆ་བདུན་ཅུ་གཏོང་ཡ་ཟེར་ཡ་ཅིག་རྩ་ཁྲིམས་སྙིང་བསྡུས་དེ་ནང་ལོགས། འདི་བཀོད་པ་རེད། ཁྱེད་རང་དེ་རིང་བསམ་འཆར་འདི་འགོ་རུ་ཕྱུང་གི་རེད་ཁོ་ཐག་འདུག་གཞན་དག་ང་ཚོ་དམངས་གཙོའི་མགོ་གཙོ་ཡག་རུ་འདུག་བཟོ་གི་རེད།
ད་ང་རང་ཚོས་རྒྱ་རོམ་བྱེད་ཁོངས་ནི་ཨ་ནི་ཚེ་བདེ་སྐྱིད་གཉིས་ཀྱི་ཨ་ནི་སྐྱབས་མགོན་སྐྱབས་དང་མགོན་ཆགས་དེ་ཡོད་རེད་ང་ཚོས་ཀྱི་དངོས་གནས་གོ་ར་ད། དྲིས་ལན། རྗེས་མ་ཐོས་ཁྱེད་བསམ་མ་ཁྱབ་པ་ཁྱེད་ལྟ་གང་ལྟ་ང་ཚོས་ཀྱི་ལྟ། བོད་རྒྱལ་སྤྱིའི་གི་དོན་དག་ལ་ཡ་སྐུ་ལས། མི་ཚེ་གང་བཟང་སྐྱོན་ཤར་བ་འདི། ཧ་ལས་པ་ཁྱེད་ལྟ་ང་ཚོས་ཀྱི་ཡ། བསམ་གི་མ་ཁྱབ་པ་ཁྱེད་གང་ལྟ། དེ་འདྲའི་ཅིག་གནས་སྟངས་ཅིག་ཆགས་བསྡད་རོགས། ང་ཚོ་སྙེ་མ། དྲེག་ས་ཤོར་ནི།

བཀའ་སློབ་འདི་ཚོ་གཅིག་གསན་ཡོད་འདུག་གང་ལ་སོ་སོ་སེམས་ཀྱི་ནང་ཚོར་བ་ག་རེ་ལ་ཡོད་འདུག་འདི་གཅིག་རེད། ད་མང་གཙོ་སྐུ་དབང་འདི་གནང་བའི་རྗེས་ལ་ང་རང་ཚོ་གི་སྤྱི་ཚོགས་ཀྱི་ཨ་ནི་འདི་གི་མང་གཙོ་ལོངས་སྤྱོད་འདི་ང་ཚོ་གི་ད་ག་འདྲས་བྱས་ཡོད་རེད་ཟེར་ཡོད་རེད་ད་དྲི་བ་འདི་རེད་རོ། ང་ཚོ་ལ་འདི་ལེགས་རེད་རོ་དྲི་བ་འདི།

རྙོག་དྲ་ག་འདྲས་སུ་ཆགས་ཡོད་རེད། རྒྱ་ལམ་གྱིས་ཁོང་ལ་ག་ཚད་དཀའ་ལས་བཟོས་ཡོད་རེད་ནང་མི་ལ་ག་ཚད་དཀའ་ལས་བཟོས་ཡོད་རེད། རྒྱ་ལམ་བཅས་ཀྱི་ད་ཡབ་དམ་པ། གནས་སྟངས་ག་འདྲས་སུ་ཆགས་རེད། རོ། ད་འདི་སྒང་ལ། སྐུ་འདྲ་བཅུ་བཞི་ཡི་ཡང་སྲིད་སྒང་ལ་སྐྱེས་ཡིན་ན་སྐྱེས་དཔེ་མ་སྲིད་ཀྱི།

དེ་ཚོ་ད་ལྟ་གི་ལོ་རྒྱུས་ཆགས་ཏེ་ཡོད་རོ། དེ་འདྲའི་ཅིག་རྒྱ་རོན་པོ་ཆེ་སྐུ་ངལ་ནང་ལ་དེ་ནི་ང་ཚོས་ཀྱི་རྒྱལ་ཁབ་དེ་གི་ཨ་ནི་ད་དཔུང་པ་གང་ལ་བཞག་ནས་རྒན་ནི་དེ་འདྲའི་ཆེ་ཆེ་ཆུང་བྱེད་བས་ནི་ཆེ་ཨ་ད་བར་དུ་མི་ཚེ་འདི་གང་ཙང་ང་ཚོས་ཀྱི་གཞིས་བྱེས་མི་མང་ཆེ་ཆེ་ཨ་ནི་ང་ཚོ་ལ་ཡ་ད་གསོ་སྐྱོང།

འཛམ་བུ་གླིང་གི་ནང་ལ་ཁྲག་ཐིགས་པ་ཅིག་བཏང་མ་དགོས་ཀྱི་དམངས་གཙོ་འདི་འདྲ་ཅིག་ཡང་དག་པ་ཅིག་རྙེད་མ་ནི་ཁོང་གི་ད་བོད་ཁོ་རང་འདི་འདྲའི་ཅིག་ང་རང་ཚོ་ལ་ཡར་གནང་བཞག་རྒྱུ་འདི་ལ་དཔེ་མ་སྲིད་ཀྱི་བཀའ་དྲིན་ད་དཔེ་མ་སྲིད་ཀྱི་ང་ཚོས་ཀྱི་མི་ཐོག་འདི་ཁོ་རང་ལ་ཡར་མཇལ་ཐུ་ཨེ་འདི་འདྲའི་བཀའ་དྲིན་བསམ་ཤེས་དེ།

ང་ཚོའི་གི་ཨ་ནི་མང་ཚོགས་དེ་ཡ་ག་ལས་ག་ལས་ཡ་གསོད་ཆེ་རོ། ཨ་ནི་དེ་ནས་ནི་ང་རང་ཚོ་ལ་ཡ་བཅའ་ཁྲིམས་ཅིག་ལས་དེ་ནི་ད་ང་ནང་ད་མང་ཚོགས་ཀ་བ་གསུམ་ཆ་ད་དེ་འདྲའི་ཆེ་ཆེ་རིན་པ་ལས་ཡ་འདུག་ག་ལ་བཅའ་ཁྲིམས་དེ་ད་ང་ཚོའི་གི་ཨ་མ་ད་རེས་ཆེ་ཆེ་ཨ་མ་ད་མ་སོང་ན་རེས་ཆེ་ཆེ་རྒྱ་ལོ་མཆོད་ཁུང་གི་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཉིས་ནི་ཨ་ནི་ཀོང་ཤིའི་ནང་ལ།

ཐེངས་ཉི་ཤུ་མ་གཏོགས་བྱུང་ཡོད་མ་རེད་ད་ལྟ་བུ་དེ། འདིའི་ནང་ནས་ཐེངས་མ་མང་པོ་ཁ་ཤས་ཅིག་རེད། ཉི་ཤུ་ནང་ནས་ཁ་ཤས་ཅིག། ཨ་ནི་ང་ཚོའི་ཁྲིམས། བཅའ་ཁྲིམས་རྡོག་རོལ་བཏང་ནས་ཨ་ནི་བྱས་བཞག་རྒྱོག་གནས་སྟངས་མང་པོ་ང་རང་ཚོ་གི་ཐོ་ཡས་ཡོད་རེད་གོ་ཡས་ཡོད་རེད། འདི་ད་རེས་འདི་གཅིག་པོ་མ་རེད། རེད་བ། དེ་འདྲས་ཀྱི་ང་ཚོ་བློ་ཕམ་གྱི་གནས་སྟངས་དེ་འདྲས་ཡོད་རེད། ཡིན་ནས་ང་ཚོ་ལ་ལྟ། སྟབས་ལེགས་པ་ཅིག་ལ་དངོས་གནས་ཁོ་རང་ང་ཚོ་མང་ཚོ་དེ་གསོད་རེས་གནང་རྒྱུ་དེ་དཔེད་ཁོ་རང་ཁྲག་ཐིགས་པ་ཅིག་འགྲོ་སོང་གཏང་མི་དགོས་བའི་ཐོག་ནས་ཨ་འདི་འདྲས་གནང་ཡོད་འདུག་ག་ལ། ད་འདི་ལས་རླབས་ཆེ་ཅིག་འཛམ་བུ་གླིང་འདི་གི་ནང་ལ་ཡོད་མ་རེད།

ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་ཐམ་པའི་ལོར་དམིགས་བསལ་ཚོགས་ཆེན་བསྐོངས་ཏེ་བཀའ་བློན་རྣམས་སྤྱི་འཐུས་ལྷན་ཚོགས་ནས་མང་མོས་འོས་འདེམས་བྱེད་རྒྱུ་དང། སྤྱི་འཐུས་རྣམས་མང་ཚོགས་ཀྱིས་ཐད་ཀར་འོས་འདེམས་བྱེད་རྒྱུ་མ་ཟད།

ཚང་མ་གོ་ཐོས་ལམ་སང་ཧ་གོ་ཐོས་དེ་ཨ་ནི་དྲ་རྒྱ་འདི་གི་བཀའ་དྲིན་ཆེ་ཆུ་བཀའ་དྲིན་ནི་ཆགས་བསྡད་རེད་ད་ཡིན་ན་ཡག་ག་གཅིག་ལ་ང་རང་ཚོ་གི་ད་གཞུང་ཅིག་མང་གཙོ་ཀ་བ་གསུམ་གི་འོག་ནས་ཡ་ཨ་ནི། འཛིན་སྐྱོང་ལ་འཛིན་སྐྱོང་གི་འོག་ནས་ཨ་ནི་ད་ལྟ་ཧྲ་ཐག་ཐག་ཅིག་ད་སྒྲོམ་གཞི་དང་མ་སོང་ནས་ཚང་མ་ཧྲ་ཐག་ཐག་ཅིག་ཡོད་བ་ཅིག་གནས་སྟངས་ཅིག་ཆགས་འདི་ཡོད་ད་ང་ཚོ་ཕ་ལུག་གི་ལུག་གི་ཕ་སྐྱོ་གི་སྐྱོར་གི་སྐྱོར་གི་བྱས་བྱས་ཆགས་འདི་ཡོད་རེད་ད་འདི་ཚོ་ཚང་མ་རྒྱལ་བ་རིན་པོ་ཆེ་ཚང་མ་མཁྱེན་གྱི་ཡོད་རེད། ད་ལྟ་ང་ཚོས་ཀྱིས་ཨ་ནི་དབུ་མའི་ལམ་ཟེར་ཏེ་རྒྱལ་བ་རིན་པོ་ཆེ་ཀྱི་དགོངས་གཞི་དེ་གཏིང་ཟབ་དྲགས་ནས་རྒྱ་ཆེ་དྲགས་ནས་ང་ཚོས་ཀྱིས་དབུ་མའི་ལམ་དེའི་ཆ་ཚང་ཞིག་རྟོགས་ཐུབ་ཀྱི་ཡོད་མ་རེད། དྲང་པོ་རྡོག་རྡོག་བཤད་པ་ཡིན་ན། ད་ང་ཚོའི་སྤྱི་ཚོགས་ཀྱི་ནང་ལ་དབུ་མའི་ལམ་དང་རང་བཙན་ལ་དུ་མ་ལ།

སྟངས་འཛིན་འོག་བཀའ་བློན་ལས་ཁུངས་བདུན་ཡོད་པ་སྟེ། ཆོས་རིག་ལས་ཁུངས་དང་ནང་སྲིད་ལས་ཁུངས་དཔལ་འབྱོར་ལས་ཁུངས་ཤེས་རིག་ལས་ཁུངས་བདེ་སྲུང་ལས་ཁུངས་ཕྱི་དྲིལ་ལས་ཁུངས་འཕྲོད་བསྟེན་ལས་ཁུངས་བཅས་ཡིན།
ད་ང་ཚོས་ཀྱི་རྒྱ་རོམ་གྱི་ཁོང་གི་ཨ་ནེ།

ད། ང་ཚོས་ཀྱིས་ད། རྒྱལ་ཁ་ཆེ་ཤོས་ཅིག་ད་གལ་ཆེ་ཤོས་ཆགས་ཡོད་རེད། ད་ང་ཚོ་ལ། གལ་སྲིད་བོད་ལ་ཡར་ལོག་ཐུབ་པ་ཡིན་ན་ང་ཚོ་ད་དང་པོ་ཉན་ལ་དཔལ་འབྱོར་འདིར་བ། དཔལ་འབྱོར་འདི་ད་གལ་ཆེ་ཤོས་ཅིག་ཆགས་ཡོད་རེད། འདིའི་སྒང་ལ་ད། དྲི་བ་ལེགས་ཡོད་རོ། ད་འདི་ནས་འགྱུར་བ་མང་པོ་ཞུ་ཐེག་ཡོད་རེད་རྒྱ་ནག་གི་ནང་ལ།

PHD ཐོན་མགྱོགས། ད་ནང་ད་ཤེས་རིག་གི་ཐོག་ལ་བཤད་པ་ཡིན་ན་ད་བད་ཁོ་ར PHD ག་ཚད་ཡོད་རེད་ད་རེད་བ། སྤྱི་ཚོགས་ཀྱི་ཐོག་ལ་སྤྱི་ཚོགས་རིག་ལམ་ཡིན་ན་རེད་ཚད་མ་རིག་པ་ཡིན་ན་རེད་ད་ག་ད་ད་ག་རེད། ཆ་ཚང་ཨ་ཅི་ད་ང་ཚོ་བོད་པའི་སྤྱི་ཚོགས་ནང་གཞོན་སྐྱེས་ནང་ལ་ཆ་ཚང་ཡོད་རེད།